དེ་ཡང་ནི་ཇི་སྐད་དུ། པད་མ་བསྟོད་པ་ལས་སྟེང་མཐའ་མེད་པའི་འཁོར་བ་ནི་རྒྱ་མཚོའི་ནང་ན་སྣང་བར་གནས། ཆུ་སེར་ལ་འདོད་ཆགས་ལ་སོགས་མི་བཟད་པས་ཆུ་སེར་གྱིས་ནི་ལུས་གསོས་པས་དེ་རིགས་གང་ལ་སྐྱོས་སུ་བགྲོད། ངས་གང་ལ་ཉེས་པ་ཐམས་ཅད་དུ་བལྟས་ནས་ཡོད་ཡིད་མི་མངའ་ཞིག་ཡོན་ཏན་ཐམས་ཅད་གནས་འགྱུར་པ། གལ་ཏེ་སྲས་ཤིག་ཡོད་ན་ནི། དེ་ཉིད་ལ་ནི་སྐྱོས་སུ་བགྲོད་དེ་དུས་དེ་ནི་སྐུ་འོ་ན་དེ་ཡི་སྟེགས་ལ་གནས་པས་རེད།

ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་ཡང་ནས་ཡང་དུ་འཁོར་ཡང་ནས་ཡང་དུ་འཁོར་བྱས་ནས། འཁོར་བ་ཉག་རྩེ་བཅུ་པོ་དེ་ལོ་ཟླ་བཅུ་བ་གྲངས་མེད་མང་པོ་ཡི་བར་དུ་སྐྱེ་བ་ལེན་པ་རེད་དེ། ཡིན་ན་ཡང་སྐྱེ་བ་འདིའི་མཐའ་མ་རྫོགས་པ། མ་འོངས་པ་ན་ཡིན་ན་ཡང་ད་ལྟ་འཁོར་བ་གྱི་སྐྱེ་བ་དེ་ལ་དེ་མཐའ་དེ་ནི་རྫོགས་ཡོད་ཟེར་བ་ཞིག་དང། དེ་ནི་མཐའ་ཐོག་ནས་ད་འགྲོ་ས་ཡོད་མ་རེད་ཟེར་བའི་ཆོས་ནི་མེད་པ་བྱས་ནས་ཡང་ནས་ཡང་དུ་འཁོར་བ་བྱས་ནས་འོ་ཐོག་སུ་བསྡད་པ་རེད། ལ་བརྟེན་ཐབས་མེད་པའི་འཁོར་བ་ཟད་ཟད་དེ། ས་ད་ལྟ་ང་ཚོ་སོ་སོ་སྐྱེ་བོ་ཐ་མ་པ། སོ་སོ་སྐྱེ་བོ་ཐ་མ་པ་ནི་ཐོག་མ་དེ་ནི་འགོ་བཙུད་པ་རེད་ཟེར་མེད་པ་ཅི་ཐ་མ་དེ་ནི་རྫོགས་ཡིན་ཟེར་མེད་པ་ཅི་ནི་ལས་ངན་གཉིས་པོ་དེ་དེ་ནི་རང་དབང་ཁྱོན་ནི་མེད་པ་ཅི་ནི་རྟོགས་སུ་འགྲོ་བར་བ། ང་དེ་ཡི་ས་དེ་ལ་འཁོར་བ་རྒྱ་མཚོ་ཆེན་པོ་ནང་གནས་པ། ད་ང་ཚོ་ད་ལྟ་གི་མཐའ་མེད་པའི་རྒྱ་མཚོའི་ནང་ལ་གནས་ཏེ་ཀུ་ལ་ནི་སྲིན་པོ་འདྲ་མི་འདྲ་གི་འབུ་དྲག་མི་དྲག་དེ་འདྲ་ཀྱིས་སུས་རྒྱབ་དགོས་རེད་བ། འབུ་དྲག་མི་དྲག་དེ་འདྲ་དམར་པོ་གཅིག་གིས་ནི་སྲིན་འབུ་དེ་དག་ལུས་ལ་སུས་རྒྱབ་པ་དེ་འདྲ་དལ་བུ་ཙམ་ནི་ཡོད་མ་རེད་བ། དེས་ན་གཞིས་བྱེས་ནི་ང་ཚོ་ཡང་འཁོར་བ་གྱི་རྒྱ་མཚོའི་ནང་གནས་པ་དེ་ཡིན་ཟེར་ན་ནི་སྡུག་བསྔལ་སོང། སྡུག་བསྔལ་སོང་ཅིག་ཆུ་སེར་ལ་སོགས་པ་དེ་ཚོས་ཀྱང་རང་གི་ལུས་ལ་ནི་གནག་ཅིག་ནི། ང་དུས་དང་རྣམ་པ་སྟོན་ཅིག་དེ་སྡུག་བསྔལ་ཅང་ཅུང་བལྟས་ཅིག་ནི་བདེ་བ་ཅུང་ནི་བལྟས་ཡ་མེད། བདེ་བ་ཙམ་ནི་མ་བལྟས་ཀྱི། དེའི་རྒྱུད་དུ་ང་རང་ཚོ་ད་རྒྱ་མཚོའི་ནང་ནས་ཀྱི་སྲོག་ཆགས་དེ་ཚོ་ནི་སྲིན་འབུ་གིས་གསོད་བརྒྱབ་པ་ནང་བཞིན་བྱས་ནས་ང་རང་ཚོ་ལས་ད་ག་ནང་བཞིན་བྱས་ནས་སྡུག་བསྔལ་སོང་ཅིག་གསོད་བཏབ་ཅིག་འདུག་བསྡད་དེ་གི་བ་རེད། དེ་གཉིས་སུ་གང་ཡང་མ་རེད་རང་གིས་རང་གི་སྐྱེ་བ་མཐའ་ཡོད་པ་ཅིག་མ་སྐྱེས་ན་སྐྱེ་བ་ལས་མཐའ་རྫོགས་ཡ་ཆོད་ནི་ཡོད་མ་རེད། ས་སྟེང་མཐའ་མེད་པའི་འཁོར་བ་ནི་རྒྱ་མཚོའི་ནང་ན་སྣང་བ་ནི་སྲིད། ད་འདོད་ཆགས་ལ་སོགས་མི་སྲིད་པའི་ཆུ་སྲིད་ཅིག་ནི་ལུས་སྲོད་པས། ང་རང་ཚོས་འདོད་ཆགས་བྱིས་གདོང་ལྟད་མོ་ང་རྒྱ་མ་རིག་པ་དུས་དང་སྣོམ་པ་ཐམས་ཅད་དུ་རང་གི་ལུས་ལ་བས་ཉོན་མོངས་པ་བས་སྐྱེས་པ་ནང་བཞིན་བྱས་ནས་ཁོང་ཅི་འདས་དེ་སྐྱེས་ཕྱིར་བ། ཁོང་ཅི་འདས་ཡོད་རེད་བ། དེ་ཚོ་སྐྱེས་དེ་ནས་ལུས་དེ་སོ་སོའི་ལུས་དེ་ཁྲག་ལྷ་ལས་གཏམས་བྱས་ནས་ཟོས་བྱས་ནས་ཚོ་སྡིག་བར་བྱས། ས་དེ་རིགས་གང་ལ་བཅོས་སུ་བྱོས་ཟེར་ད་དེ་ལས་དེ་ལྟ་བུ་འཁོར་བའི་རྒྱ་མཚོ་ཆེན་པོ་རྣམས་ལ་ད་ལྟ་ཡི་བར་དུ་གནས་འདི་གྱིས་དེ་ཨ་ནི་སུ་ལས་སུ་ཡིས་སྐྱོབ་ཐུབ་རེད་ཟེར་འཁོར་བའི་རྒྱ་མཚོ་ཆེན་པོ་སྡུག་བསྔལ་དེ་ལྟ་བུ་ཨ་ནི་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་མྱོང་བ་རེད་མ་འོངས་པ་ན་ཡང་མྱོང་རྒྱུ་ད་ག་རེ་མི་འདི་ཡོད་རེད་དེ་སུ་ཡིས་ཡར་སྐྱོབ་ཐུབ་རེད་ཟེར་དེ་རིགས་གང་ལ་བཅོས་སུ་བྱོས་ཟེར། སློབ་དཔོན་ཕྱོགས་བཅུ་གླིང་བུ་གིས་ཨ་ནི་དྲི་བ་དྲིས་པའི་དྲི་བ་དྲིས་པའི་ཚུལ་དེ་རེད། དེ་ལས་གང་ལ་སྤྱོད་སུ་བྱོས། ད་སློབ་པའི་སྤོ་བོ་གིས་དེ་ཡི་ལས་དེ་ལ། དེ་ཡི་ལས་དེ་ལ་གང་ཞིག་ལ་ནི་ཉེས་པ་ཀོ་གཏན་ནས་ཡོད་ཡིན་མི་མངའ་ཞེས་ཟེར། གང་ཞིག་བསལ་ཏེ་གང་བསལ་ཏེ་སྤྱིར་ཅི་སྒྲ་རེ་དེ་ཡི་ནི་ཁྱད་པར་གྱི་ཚིག་ཏུ་འདྲེས་སོ་ན་གང་ཞིག་བསལ་ཏེ་དཀོན་མཆོག་ཟེར་བ་དཀོན་མཆོག་སངས་རྒྱས་བཅོམ་ལྡན་འདས། སངས་རྒྱས་བཅོམ་ལྡན་འདས་དེ་ལ་ནི་ཉེས་པ་ཚང་མ་རྣམས་ཀྱི་སྤང་ཚར་བ་རེད། ཉེས་པ་ཟིན་ཏེ་སྣ་ཁ་སྐྱེས་ཡོད་མ་རེད། ཉོན་མོངས་པ་དང་ཉེས་སྤྱོད་ཚང་མ་དང་བཅས་རང་བྱུང་བཅས་ནི་གེགས་བསྐལ་ཡོད་མ་རེད། གང་ཞིག་ལ་ནི་ཉེས་པ་ཀུན་གཏན་ནས་ཡོད་ཡིད་མི་མངའ་ཞིག། གང་ལ་སྣོམ་པ་ཐམས་ཅད་དུ་ཡོན་ཏན་ཐམས་ཅད་གནས་གྱུར་པ། ཡོན་ཏན་ཡོངས་སུ་རྫོགས་པ་རེད། སྐྱོན་ཡོངས་སུ་རྫོགས་པ་ཟས་ཚ་བ་རེད། སྐྱོན་ཀུན་ཟད་དང་ཡོན་ཏན་ཀུན་རྫོགས་རེད། སངས་རྒྱས་བཅོམ་ལྡན་འདས་དེ། གལ་ཏེ་སྲས་ཤིག་ཡོད་ན་ནི་རང་གིས་རང་ལ་སྲས་ཅིག་ཡོད་པ་ཡིན་ན། དེ་ལ་ནི་བཅོས་སུ་སྒྲུབ་པ་དང་དེ་ཡི་བསྟན་པ་ལ་གནས་དགོས་ཀྱི་རེད།

དེ་ལྟའི་སྟེང་ནས་བསྐུར་བ་དང་དེའི་སྟེང་ལ་གནས་པའི་རེད་ཟེར་ཏེ། དེ་འདྲ་ཅིག་བྱས་པ་ཡིན་ན་ནི། འཁོར་བ་རྒྱ་མཚོ་ཆེན་པོ་ལ་ཡང་མཐའ་ཐོབ་ཀྱི་རེད་ཟེར་ནས་དེ་སློབ་པའི་སྤོ་བོ་གིས་གསུངས་པ་རེད། ད་ཁྱེད་དང་པོ་དེ་ཡིན་ན་སློབ་པའི་ཆུང་ལུང་གིས་དྲི་བ་དྲིས། སློབ་པའི་སྤོ་བོ་གིས། མཐའ་ཡས་ཀྱི་ཐུགས་གཤིས་དེ་དེ་མ་གཏོགས་གཞན་མ་ཁྱོན་ནས་ཡོད་མ་རེད་ཟེར་ནས། ཨོ་དེས་གསུངས་པ་རེད།